བོད་དང་བོད་མིའི་མགྲིན་ཚབ་བྱེད་པའི་དཔེ་ཀློག་ལེ་ཚན་གྱི་བརྡ་འཕྲིན་ཚོགས་པའི་ནང་ལ་ཞུགས་པའི་སེང་འབྲོག་གླིང་གི་ཁྱེད་རྣམས་ཀུན་གང་ཟག། ད་རེས་ནི་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩེག་ལྔའི་སྤྱི་འདུལ་དགུ་པའི་ཚེའུ་གཉིས་དང་དམངས་གཙོའི་དུས་ཆེན་ཁེལ་ཡོད་སྟབས་དམངས་གཙོའི་དུས་ཆེན་ལ་ཡང་འཚམས་འདྲི་ཡོད། གཤམ་ལས་ནང་གུས་པས་མུ་མཐུད་ནས་ཁ་སང་ལྗགས་ཀློག་ཞུ་མཚམས་དེ་ནས་མ་སྐར་མ་ཁ་ཤས་ཤིག་ལྗགས་ཀློག་ཞུ་རྒྱུ་ཡོད་ན་གཤམ་དུ་གསལ་ན་ཡོང་ཞུ། ཁ་སང་གི་ལྗགས་ཀློག་ཞུ་མཚམས་དེ་ནས་ཤོག་གྲངས་བརྒྱ་དང་དོན་བཅུ་བདུན་བདུན་འོག་ནས་བརྩིས་པའི་ཡིག་འབྲི་བཞི་པོ་དེ་ལས་ལེགས་ལྡན་ཡོད་གཤམ་གླ་མུ་མཐུད་གསན་རོགས། རྒྱ་མིར་བོད་རྒྱ་ནག་དང་མཉམ་དུ་སྡོད་དགོས་པའི་འདོད་པ་ཡོད་ན། མཉམ་དུ་སྡོད་ཐུབ་པའི་ཆ་རྐྱེན་རྣམས་རྒྱ་མིས་བསྒྲུབ་དགོས་པ་དང། བོད་མིར་དགོས་ངེས་ཀྱི་ཐོབ་ཐང་འདོད་བློ་ཁེངས་པ་བྱུང་ན། རྒྱ་ནག་དང་མཉམ་དུ་བསྡད་ན་ཁེ་ཕན་ཆེ་བ་ཡོང་སྲིད་པ་ང་ཚོས་ཤེས་མ་ཐུབ་པ་མེད། ད་ཆ་རྒྱ་མིའི་ཕྱོགས་ནས་བོད་རྒྱ་མཉམ་སྡོད་ཐུབ་པའི་ཐབས་ལམ་འདོན་པའི་དུས་ལ་བབ་ཡོད་པས། བོད་རྒྱ་མཛའ་མཐུན་མཉམ་གནས་ཆེད་བོད་ཀྱི་གནས་སྟངས་འདི་དང་འདི་ལྟ་བུ་བྱེད་རྒྱུ་ཡིན་ཞེས། རྩ་དོན་རགས་རིམ་ཞིག་གསལ་པོར་བརྗོད་ཚེ་ཕན་ཚུན་འགྲིག་ཐབས་ཡོད་མེད་བསམ་གཞིག་ཐག་གཅོད་བྱེད་བདེ་ཡོང་ངེས་ཡིན། ཞེས་བརྗོད་ཡོད། དངོས་གནས་ཕྲན་ཐུ་དེ་ད་དོན་འདུག་ཁྱེད་རྣམ་པས་དེང་དུས་འཛམ་གླིང་གི་ཆབ་སྲིད་འགྱུར་འགྲོས་ཡར་བསྟུན་བཞིན་པ་དང། མིག་རྒྱང་རིང་ཞིང་བློ་གྲོས་སྐྱིད་ཆེའི་སྒོ་ནས་བོད་རྒྱའི་དཀའ་རྙོག་ཞི་བའི་ལམ་ནས་སེལ་ཏེ། ཁྱིམ་མཚེས་མི་རིགས་གཉིས་ཇི་སྲིད་བར་མཛའ་མཐུན་ཡུན་གནས་ཡོང་བའི་དགོངས་པ་ཇི་བཞེས་ཡོད་པ་ཞུ་ཞེས་རེ་སྐུལ་དང་བཅས་མཇུག་བསྡོམས་བྱས་ཡོད། གནས་ཚུལ་དེ་དག་འབྱུང་བཞིན་པའི་མུར། རྒྱ་ནག་གཞུང་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ཟླ་བ་དགུ་པར། བོད་ལྗོངས་ཀྱི་བདག་དབང་གཏོགས་ཁོངས་དང་མིའི་ཐོབ་ཐང་གི་གནས་ཚུལ། ཞེས་པའི་རྒྱབ་ཤ་དཀར་བོའི་ཡིག་ཆ་ཞིག་བཏོན་འདུག་པ་དེའི་ནང། བོད་ཀྱི་ཡུན་རིང་གི་ལོ་རྒྱུས་ལ་ཡང་འཁྱོག་བཤད་ཀྱིས་བོད་ནི་དུས་རྟག་ཏུ་རྒྱ་ནག་གི་ཆ་ཤས་ཡིན་རབས་བཙན་འདོན་བྱས་པ་དེས། རྒྱ་ནག་གིས་བོད་དབང་བསྒྱུར་བྱེད་མུས་ཁྲིམས་མཐུན་ཡིན་མིན་ཐད་རྒྱ་ནག་གི་འགོ་ཁྲིད་ཚོར་བློ་འཚབ་ཡོད་པ་མཚོན། ཡིག་ཆ་དེའི་ནང་བོད་རང་བཙན་ཡིན་པར་རྒོལ་བའི་རྩོད་པ་མང་ཙམ་བཀོད་པའི་ཁོངས་སུ། ཏཱ་ལའི་ཚོགས་པ་དང་ཀྲུང་གོར་རྒོལ་བའི་རྒྱལ་སྤྱིའི་སྟོབས་ཤུགས་ཀྱིས་འུད་སྒྲོག་ཆེན་པོ་བྱེད་པའི་བོད་རང་བཙན་ཞེས་པ་དེ་ནི། ཉེ་རབས་ལོ་རྒྱུས་ཐོག་བཙན་རྒྱལ་རིང་ལུགས་ཀྱིས་ཀྲུང་གོར་བཙན་འཛུལ་བྱས་པ་ལས་བྱུང་བའི་ངན་འབྲས་ཙམ་རེད། ཅེས་བཀོད་འདུག་ཧོན་ཐོར་དགོན་པ་ཞིག་ལ་ཡིག་ཆ་དེའི་ནང། མགོ་བོར་གཏོང་ཤུགས་ཆེ་བའི་དཀྲོག་གཏམ་ཞིག་བཟོས་པ་དེ་ནི། རྒྱ་མིས་འབོར་ཆེན་བོད་ལྗོངས་སུ་གནས་སྤོས་པས་བོད་ལྗོངས་ས་ཁུལ་དུ་བོད་རིགས་གྲངས་ཉུང་མི་རིགས་ཆགས་ཀྱི་ཡོད་པ་རེད་ཅེས་བརྗོད་པ་དེ་རེད། ཅེས་རང་དབང་ལྡན་པའི་རྟོག་ཞིབ་པ་ཀུན་གྱིས་ཁས་ལེན་པའི་དངོས་ཡོད་གནས་ཚུལ་དང། བོད་མི་ཚོར་མི་འདོད་པའི་བློ་ཤུགས། གློ་བོ་ཤུགས་ཆེ་སྐྱེས་པའི་རྐྱེན་རྩ་གཙོ་བོར་ངོས་འཛིན་བྱས་པས་དངོས་ཡོད་ཀྱི་གནས་ཚུལ་དེ་ཡང་རྩ་བ་ནས་ཁས་ལེན་བྱས་མི་འདུག་བོད་ཡུལ་བོད་ནང། རང་ཡུལ་བོད་ནང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་གྱི་ཟླ་བ་ལྔ་པའི་ཚེས་ཉི་ཤུ་རྩ་གསུམ་ཉིན། ལྷ་སར་མི་སྐྱ་ཕོ་མོ་སྟོང་ཕྲག་བརྒལ་བས་ངོ་རྒོལ་སྐད་འབོད་བྱས་ཤིང། སྐད་འབོད་ཀྱི། སྐད་འབོད་ཀྱི་ཐོག་མའི་ཡོང་རྐྱེན་བཟའ་ཆས་སོགས་ཀྱི་རིན་གོང་འཕར་ཆེ་བ་དེ་ཡིན་རུང་མྱུར་དུ་རང་བཙན་གྱི་སྐད་འབོད་དུ་གྱུར། ངོ་རྒོལ་གྱི་རྐྱེན་རྩ་ཞལ་ཞིག་ནི་ལྷ་སར་ཡུལ་སྤུས་རྒྱ་མིའི་གྲངས་འབོར་འཕར་ཆེ་བས་ཡིན་པ་གསལ་པོ་རེད། ངོ་རྒོལ་སྐད་འབོད་དེར་རྒྱ་གཞུང་གིས་གདུག་རྩུབ་ཆེན་པོས་དྲག་གནོན་དང་འབྲེལ་བོད་མི་ཧ་ཅང་མང་པོ་འཛིན་བཟུང་བྱས། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་དགུ་བཞི་ལོར་བོད་ཀྱི་ལས་དོན་སྐོར་གྱི་བཞུགས་མོལ་ཚོགས་འདུ་ཐེངས་གསུམ་པ་ཞེས་པ་པི་ཅིང་དུ་དབུས་དམར་ཤོག་ཚོགས་པས་བསྐོང་ཚོགས་བྱས་ཏེ། བོད་དུ་བཙན་གནོད། དམ་དྲག་གི་སྲིད་ཇུས་གསར་པ་ཁག་ཅིག་གཏན་འབེབས་བྱས། དེའི་ཁོངས་བོད་དུ་བདེ་འཇགས་ལྟ་སྲུང་གི་འགྲོ་འགྲུལ་སྤར་རྒྱུ་དང་ངོས་སྒེར་ལ་ཚིག་ངན་གྱི་ལམ་ནས་སྐྱོན་བརྗོད་ཤུགས་ཆེ་བྱ་རྒྱུ་བཅས་ཚུད་ཡོད། དཔེར་ན། རྒྱ་གཞུང་གི་ལས་བྱེད་པ་ཞིག་གིས་གཞུང་འབྲེལ་གཏམ་བཤད་ནང་ཁོ་བོར་བསྙོན་འཛུགས་བྱས་པར། སྐབས་རེ་ཏཱ་ལས་མི་དམངས་མགོ་སྐོར་གཏོང་བའི་ཁ་སྐད་ཚིག་སྙན་གྱི་གཏམ་འདྲ་ཆགས་པོ་འགའ་ཤོད་ཀྱི་ཡོད་ཀྱང། མེས་རྒྱལ་ཁ་བྲལ་གཏོང་བའི་བཅོ་ལྔའི་དཔེ་མཚམས་འཇོག་མྱོང་མེད། ཅེས་དང། དེ་ནས་མུ་མཐུད་སྐྱོན་འཛུགས་བྱས་དོན། རང་ལྗོངས་སུ་ཁ་བྲལ་ཡང་ངོ་རྒོལ་བྱེད་པའི་འཐབ་རྩོད་ཀྱི་གཙོ་གནད་ནི་ཏཱ་ལའི་རུ་ཚོགས་ལ་ཡང་འཐབ་རྩོད་བྱ་རྒྱུ་དེ་ཡིན། འགྲུལ་བསུའི་དུས་ངེས་པར་དུ་འགྲུལ་མགོ་རྫོགས་དགོས་པས། དེ་ལྟར་མ་བྱུང་ན་འཐབ་རྩོད་འདི་མཐའ་འཁྱོལ་བ་ཞིག་ཡོང་ཐབས་བྲལ་བ་རེད་ཅེས་བཤད། ཡང་གཏམ་བཤད་ཀྱི་ཡིག་ཆ་དེ་གའི་ནང་བོད་ནང་གི་དགེ་འདུན་གྱི་ལྟེ་གནས་ཏཱ་ལའི་བླ་མ་ཡོངས་སུ་སྤོང་དགོས་པའི་སྐུལ་སློང་བྱས་པའི་ནང། དགོན་དེའི་གྲྭ་བཙུན་ལ་ཡང་ཏཱ་ལའི་རུ་ཚོགས་ཀྱི་ཤུགས་རྐྱེན་གང་ཡང་གཏན་ནས་མི་ཐེབས་པ་བྱེད་དགོས་ཞེས་འཁོད། གཏམ་བཤད་དེ་བྱས་པ་དང་སྦྲགས། བོད་ནང་སྤྱི་སྒེར་གྱི་གནས་གཞི་གང་དུ་ཡང་ངོས་ཀྱི་འདྲ་པར་སྒྲིག་ཆོམ་མི་ཆོག་པའི་ཁྲིམས་གཏན་འབེབས་བྱས། གཞན་ཡང་རིག་གནས་གསར་བརྗེའི་རྗེས་སུ། མཐོང་ཐོས་རྩ་བ་ནས་མེད་པའི་ལྟ་ཚུལ་ཞིག་བོད་ནང་བཙན་འགེལ་བྱས་པ་སྟེ། ལྷ་སར་རྒྱ་ནག་དམར་ཤོག་འགོ་ཁྲིད་ཅིག་གིས་བཤད་དོན། མི་རིགས་སློབ་གསོས་རིག་གནས་དང་གོམས་སྲོལ་རྙིང་པ་རྒྱུད་འཛིན་བྱས་ཀྱང་དེ་ལེགས་འགྲུབ་བྱུང་བར་བརྩི་མི་རུང། སློབ་གསོའི་ལས་ཀའི་སྙིང་པོ་ནི་སྤྱི་ཚོགས་རིང་ལུགས་བྱ་གཞག་གི་འཛུགས་སྐྲུན་པ་དང་རྒྱུན་འཛིན་པ་ཚད་ལྡན་གསོ་སྐྱོང་བྱ་རྒྱུ་དེ་ཡིན་ཞིང། འདི་ནི་མི་རིགས་སློབ་གསོའི་གཞི་རྩའི་ལས་འགན་ཉག་གཅིག་དེ་རེད། ཅེས་བརྗོད་འདུག་འདི་ལྟ་བུའི་གཞུང་འདིའི་གཏམ་བཤད་དང་ས་གནས་ས་ཐོག་ཏུ་བོད་ཀྱི་ངོ་བོ་དང་རིག་གཞུང་གོམས་སྲོལ་བཅས་དམིགས་འབེན་དུ་བཟུང་བའི་བཙན་གནོན་དམ་དྲག་གི་སྲིད་བྱུས་ལག་བསྟར་ཐོག་བོད་མཐོ་སྒང་དུ་གཞི་རྒྱ་ཆེ་བའི་མི་འབོར་སྤོ་ཤུགས་བྱེད་བཞིན་པ་རྣམས་མཐོང་དུས་ངོས་ལ་བློ་དོགས་ཆེན་པོ་བྱུང་བ་ཙམ་མ་ཟད། དེང་བོད་ནང་འབྱུང་བཞིན་པའི་གནས་ཚུལ་དེ་དག་རྒྱ་ནག་ཕྱོགས་ནས་ཆེད་དུ་གཉེར་ནས་བྱས་མིན་ཇི་ལྟར་ཡང་དོན་དངོས་ལ་ནི་དེ་དག་བོད་ཀྱི་རིག་གཞུང་རྩ་མེད་གཏོང་བའི་ལས་གཞི་རེད་འདུག་ཅེས་མ་བརྗོད་ཀ་མེད་བྱུང། སེ་འབྲུ་ལེན་རྒྱས་ད་རིང་ནས་བཟུང་ལེའུ་དགུ་པ་ཡོངས་སུ་བཅུག་བྲིས་པ་ཡིན། གཤམ་ལ་གུས་པས་མུ་མཐུད་ནས་ལེའུ་བཅུ་པ་བཅུག་མཚམས་སྦྱར་ཀློག་ཞུ་རྒྱུ་ཡིན་ན་མུ་མཐུད་གསན་ན་ཡོང་ཞུ། ལེའུ་བཅུ་པ། སྡུག་བསྔལ་དང་ཁྲེལ་འདོད་ཡོད། སྡུག་བསྔལ་དང་འཕྲད་དུས་ཕན་ཐོགས་བྱུང་བའི་ཉམས་ལེན་ཁག་ཅིག། མཚམས་འདིར་ངོས་ནས་བརྗོད་དོན་གྱི་དཀྱུས་ལ་འཇུག་ཙམ་ཅུང་ཟད་བཞག་སྟེ། མི་ཚེ་ནང་གནས་སྟངས་ཤིན་ཏུ་ཐབས་རྡུགས་ཅིང་རེ་བ་མེད་པར་མངོན་པའི་སྐབས་སུ་སེམས་ཤུགས་མ་ཆག་པར་གནས་ཐུབ་པའི་ཐབས་ལམ་གྱི་སྐོར་བརྗོད་འདོད་བྱུང། སྤྱིར་བཏང་སྡུག་བསྔལ་ཚབས་ཆེ་ཞིང་ཟད་མཐའ་མེད་པ་ལྟ་བུར་མངོན་པ་དང་འཕྲད་དུས་ཡིད་ཞུམ་པར་འགྱུར་བ་ནི་མིའི་རང་བཞིན་ཏེ། དེ་འདྲའི་ཚོར་སྣང་དེ་ནི་བོད་ནང་གི་བོད་མི་ཚོ་དང་བཙན་གནོན་གྱི་སྲིད་གཞུང་འོག་རང་དབང། རང་དབང་དོན་དུ་གཉེར་བའི་སྐྱེ་བོ་མང་པོར་བྱུང་བའི་ཉམས་མྱོང་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཞི་གྱ་དགུ་ལོར་པེ་ཅིང་དུ་གདུག་རྩུབ་ཆེན་པོས་དྲག་གནོན་བྱས་རྗེས་སློབ་ཕྲུག་ཚོ་ཡང་དེ་འདྲའི་ཚོར་སྣང་གཙོ་བོ་དེ་བྱུང་ཡོད་ངེས་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ནས་བཟུང་ལོ་མང་པོའི་རིང། ངོས་ལ་ཡང་དེ་འདྲའི་ཚོར་སྣང་ཐེངས་མང་པོ་བྱུང་བས། སོ་སོའི་རེ་བ་མ་བརླག་པར་རྒྱུན་འཁྱོངས་སུ་གནས་ཐབས་ཆེད་དུ་འབད་པ་བསྟེན་དགོས་པ་བྱུང། རང་གི་ཉམས་མྱོང་གི་ཐོག་ནས་བརྗོད་ན་གཤམ་གསལ་གྱི་ལག་ལེན་རྣམས་ཀྱིས་ཁོ་བོའི་མི་ཚེའི་ནང་ཕན་ཐོགས་ཆེན་པོ་བྱུང། དེ་ལ་དང་པོ་ནི། ལས་དོན་གལ་ཆེན་པོ་གང་འདྲ་ཞིག་བརྩམས་ཀྱང་དཀའ་ངལ་འཕྲད་སྲིད་པས། ལས་འག་འགོ་བཙུགས་དུས་ནས་བསམ་བློའི་ནང་གྲ་སྒྲིག་ཡོད་དགོས་པ་དེ་གལ་ཆེན་པོ་རེད། ཅེས་ངོས་ནས་རང་གིས་རང་ལ་ཡ་དྲན་ཁུལ་བྱེད་ཀྱི་ཡོད། བོད་པའི་གཏམ་དཔེར། རེ་བ་བཟང་ས་ནས་བརྒྱབ། གྲ་སྒྲིག་སྡུག་ས་ནས་བྱེད། ཅེས་པ་ལྟར་བསམ་བློའི་གྲ་སྒྲིག་ཡོད་ན། འགལ་རྐྱེན་བར་ཆད་དང་འཕྲད་དུས་གློ་བུར་དུ་ཧ་ལས་ཧོན་ཐོར་དང་ག་ཆེ་འདི་ཆེ་མེད་པ་ཆགས་ཀྱི་མ་རེད། སྡུག་བསྔལ་དང་དཀའ་ངལ་ནི་མི་ཚེའི་ཆ་ཤས་ལྡོག་ཏུ་མེད་པ་ཞིག་ཡིན། དེ་འདྲའི་གནས་སྐབས་སུ། སྐབས་ཐོབ་ཀྱི་གནད་འགག་ངོ་མ་དེ་ནི་སྡུག་བསྔལ་དང་དཀའ་ངལ་དེ་རྣམས་ལ་ཡག་གཏོང་ལེན་ཇི་ལྟར་བྱེད་དགོས་མིན་དེ་རེད། སྤྱིར་མི་གཙོ་རང་བཞིན་འབྱུང་བའི་གནོད་འཚེ་བཟོས་པའི་སྡུག་བསྔལ་དང་འཕྲད་དུས། གནོད་ཚབས་ཆེན་པོ་བྱུང་བ་དང་ཚེ་སྲོག་ཤོར་བ་སོགས་བྱུང་ན་ཡང། ཁོང་ཁྲོ་དང་སེམས་ཞུམ་སྟེ་རྩ་བ་ནས་ཕམ་པ་ལྟ་བུའི་གཞན་དབང་དུ་མ་གྱུར་པར། སྡུག་བསྔལ་ཡར་བཟོད་བསྲན་དང་སྦྲགས། ཐད་ཀའི་གདོང་ལེན་གྱི་ལས་ལ་གཞོལ་ཐུབ་པ་ཡོང་གི་ཡོད། གཞན་ཡང་རང་བྱུང་གི་གོད་ཆག་འདི་རིགས་བྱུང་དུས། མི་མང་པོས་རང་ཤུགས་ཀྱིས་གདུང་སེམས་མཉམ་སྐྱེད་ངང་གཞན་གྱི་སྡུག་བསྔལ་ལ། སྙིང་རྗེའི་སྒོ་ནས་ཡ་ལན་བྱེད་པ་འོང་གི་ཡོད། དེ་ལས་ལྡོག་སྟེ་སྡུག་བསྔལ་གྱི་རིགས་གཅིག་ནི་ང་རང་ཚོ་མི་ཡིས་བཟོས་པ་ཡིན་པས། དེའི་དངོས་ཀྱི་རྒྱུ་ནི་ང་ཚོ་འགྲོ་བ་མིའི་རང་ཉིད་ཆགས་ཡོད། སྡུག་བསྔལ་གྱི་རིགས་དེའི་ཁོངས་སུ་གཏོགས་པ་རྣམས་ལ་ཡང་བཟོད་བསྲན་བྱེད་དཀའ་ཞིང། གདོང་ལེན་བྱེད་སྐབས་ཀྱང་ང་རང་ཚོའི་ངོས་ནས་རྩོལ་བ་དམིགས་བསལ་བསྟེན་དགོས། སྡུག་བསྔལ་དེ་རིགས་ལ་བརྟེན་ནས་མི་ཚོ་སེམས་ཤུགས་ཆག་པའམ་ཡང་ན་ཞེ་སྡང་གི་དབང་དུ་འགྲོ་བའི་ཉེན་ཁ་ཡོད་པར་མ་ཟད། དྲག་ལན་དྲག་པོས་འཇལ་བའི་ཉེན་ཁ་ཡོད། སྟབས་མི་ལེགས་པ་ཞིག་ལ་ཡང་ང་ཚོ་འགྲོ་བ་མི་ཚོས་དྲག་ལན་དྲག་པོས་འཇལ་བའི་འཁོར་ལོ་དེ་རྒྱུན་མར་བསྐོར་ནས་སྡོད་ཀྱི་ཡོད་པ་རེད། གནད་འགག་ནི་གནོད་འཚེ་བྱེད་མཁན་དང་གནོད་འཚེ་མྱོང་མཁན། དེ་བཞིན་ང་རང་ཚོ་བཅས། ཚང་མ་མི་གཅིག་མཚུངས་ཡིན་པའི་འདུ་ཤེས་དེ་རྩ་བ་ནས་མ་བརླག་པར་བཟུང་དགོས་པ་དེ་རེད། གལ་གནད་འདི་ལ་ཡ་བསམས་ནས་ཁོ་བོས་དུས་རྟག་ཏུ་བོད་མི་ཚོར་རྒྱ་མིར་སྡང་སེམས་མི་སྐྱེ་བའི་བརྩོན་པ་བྱ་དགོས་ཞེས་སྐུལ་མ་བྱེད་ཀྱི་ཡོད། དེ་ཡང་དཔེར་ན། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་བོད་རང་དབང་སྒེར་ལངས་ཀྱི་དུས་དྲན་དང་པོའི་སྐབས་སུ། ངོས་ནས་དངོས་དོན་དུ་ང་ཚོ་བོད་མི་ཚོས་རྒྱ་མི་གུང་ཁྲན་ལ་ངོ་རྒོལ་བྱེད་དགོས་པ་ཡིན་ན་ཡང། ང་སྒེར་གྱི་ངོས་ནས་ནི། རྒྱ་མི་རིགས་ལ་ཡ་ཞི་དང་ནམ་ཡང་བྱེད་མི་ཐུབ་ཅེས་བརྗོད་པ་ཡིན། ཁྱད་པར་དུ་ང་ཚོའི་རང་དབང་འཐབ་རྩོད་ཀྱི་ལྟ་སྟངས་ཐོག་ནས་བརྗོད་ན། མི་རིགས་གཅིག་ཧྲིལ་པོ་ཞི་དང་བྱེད་པ་དེ་སྐྱོན་ཅི་ཡིན་པ་ལས་ནུས་ཤུགས་མིན། སངས་རྒྱས་བཅོམ་ལྡན་འདས་ཀྱིས་ཀྱང་ཞེ་སྡང་གིས་ཞེ་སྡང་འགོག་མི་ཐུབ་པར་གསུངས་པ་དེ་ཡང་ཆོས་ཀྱི་བསླབ་བྱ་ཙམ་དུ་གསུངས་པ་མིན་པར། དངོས་ཡོད་ཀྱི་གནས་ཚུལ་དང་བསྟུན་ནས་གསུངས་པའི་བསླབ་བྱ་ཞིག་ཆགས་ཡོད་ཅེས་བརྗོད་པ་ཡིན། དེ་ཡང་ཞེ་སྡང་གི་ཀུན་སློང་རྩ་བར་བྱས་པའི་ལས་འགུལ་ཞིག་ཡིན་ཕྱིན། དེ་དམིགས་ཡུལ་ཇི་ལྟར་བཟང་པོ་ཞིག་ཡིན་ན་ཡང། མ་འོངས་པར་ཕུགས་བརྟན་གྱི་ལས་དོན་ཐག་གཅོད་ཅིག་ཡོང་བའི་གཞི་རྩ་མེད་པ་བཟོ་ངེས་ཡིན་པར་ངོས་རང་སེམས་གཏིང་ནས་ཡིད་ཆེས་བྱེད་ཀྱི་ཡོད། ནང་པའི་ཆོས་ཀྱི་སྟེང་ནས་སྨྲས་ན། རང་གི་དགྲ་སྟེ་རང་ཉིད་ལ་ཡང་དཀའ་ངལ་བཟོ་མཁན་གྱི་འགལ་ཟླ་རྣམས། དགེ་བའི་བཤེས་གཉེན་དུ་བལྟ་དགོས་པའི་ཉམས་ལེན་དམིགས་བསལ་གསུངས་ཡོད། དེ་ཡང་ཕ་རོལ་པོའི་ཀུན་སློང་ལ་ཡང་མ་ལྟོས་པར། དོན་དངོས་སུ་རང་ཉིད་ལ་ཡང་དགྲ་བོས་བཟོད་པ་དང། སྙིང་རྗེ་སྒོམ་པའི་གོ་སྐབས་སྤྲོད་ཀྱི་ཡོད། དེར་བརྟེན་དགྲ་བོ་ནི་རང་གི་དགེ་བའི་བཤེས་གཉེན་གལ་ཆེ་ཤོས་ཤིག་ཆགས་ཡོད། དེ་ནི་མི་ཚེའི་ནང་དངོས་སུ་མཐོང་བའི་གནས་ཚུལ་ཞིག་རེད། དེ་ལ་ང་ཚོའི་གྲོགས་པོས་ཐབས་ལམ་མང་པོའི་ཐོག་ནས་རང་ཉིད་ལ་ཡང་ཕན་ཐོགས་བྱེད་ཀྱི་ཡོད་མོད། སེམས་ཀྱི་ཞི་བདེ་དང་བདེ་སྐྱིད་ངོ་མ་ཐོབ་པ་ལ་ངེས་པར་དུ་མཁོ་བའི་བཟང་པོའི་ཡོན་ཏན་བསྐྲུན་མཁན་ཏེ། འགལ་རྐྱེན་ལ་ཡང་རྟོག་ལེན་བྱེད་པའི་གོ་སྐབས་ནི་རང་གི་འགལ་ཟླའམ་དགྲ་བོས་སྤྲོད་ཀྱི་ཡོད་པ་རེད། རང་ཉིད་ཐེག་པ་ཆེན་པོའི། ཆོས་ཀྱི་རྗེས་འབྲང་བ་ཞིག་ཡིན་པའི་ཆ་ནས། གནའ་བོའི་རྒྱ་ནག་གི་སངས་རྒྱས་ཀྱི་བསྟན་པ་ཡུན་རིང་འཛིན་སྐྱོང་གནང་བར་སེམས་གཏིང་ནས་ཡི་རངས་ཆེན་པོ་བྱེད་ཀྱི་ཡོད། བོད་ལ་ནང་ཆོས་མ་དར་གོང་གི་ལོ་བཞི་བརྒྱ་ཙམ་གྱི་སྔོན་ནས་རྒྱ་ནག་ནང་ནང་ཆོས་དར་ཚར་ཡོད་ཅིང། རྒྱ་གར་གྱི་སྐད་ནང་མ་དཔེ་རྩ་བརླག་སོང་ཟིན་པའི་གཞུང་མང་པོ་རྒྱ་ཡིག་གི་བསྒྱུར་ན་ད་ལྟ་ཡང་བཞུགས་ཡོད། དཔེར་ན་ཕྱི་ལོའི་དུས་རབས་ལྔའི་ནང། བྱོན་པས་ནང་པའི་ཚད་མ་བ་གྲགས་ཅན་སློབ་དཔོན་ཕྱོགས་གླང་གིས་མཛད་པའི་ཚད་མ་རིག་གོ། ཧི་ཏུ་མུ་ཀ་ལྟ་བུ་ཡིན། བོད་ཀྱི་བཀའ་འགྱུར་དང་བསྟན་འགྱུར་གཉིས་ཀྱི་ནང་དུ་ཡང་རྒྱ་ནག་གི་སྐད་ནས་བསྒྱུར་བའི་གལ་ཆེའི་ཆོས་ཚན་ཁ་ཤས་བཞུགས་ཡོད། དཔེར་ན་ཐེག་ཆེན་གྱི་མདོ་སྡེ་དགོངས་པ་ངེས་པར་འགྲེལ་བའི་ཀྲི་ཀ་གྲགས་ཅན། ཀོ་རི་ཡའི་བཙུན་པ་ཝན་ཚིག་གིས་རྒྱ་ནག་གི་སྐད་དུ་བརྩམས་པ་དེ་བོད་སྐད་དུ་བསྒྱུར་བ། བོད་ཀྱི་མཚན་ཉིད་ཀྱི་ཤེར་ཁང་གི་ནང་གདེང་འཇོག་ཆེན་པོ་ཞུ་གི་ཡོད། གཞན་ཡང་རྒྱ་ནག་ནང་དུ་ཐེག་པ་ཆེན་པོའི་ཆོས་བརྒྱུད་ཀྱང་ཁག་མང་པོ་དར་རྒྱས་བྱུང་བ་དཔེར་ན། ཐན་ཏི་པ་དང། ཧུའུ་ཡན་ཏི། མདོ་སྡེ་ཕལ་ཆེན་དང། སན་ལུན་ཏི། བསྟན་བཅོས་གསུམ་པོ་བ། དག་ཞིང་པ། བསམ་གཏན་པ་སོགས་ཡོད། སྔར་འོས་ཤིག་ལ་ཡང་རྒྱ་བརྒྱུད་ནང་བསྟན་ཁོ་ནར་དགེ་སློང་མའི་སྡོམ་པ་འབོག་སྲོལ་ཡོད་པ་དེར་ངོས་རང་དམིགས་བསལ་དུ་གནང་བྱུང། ལོ་མང་རིང་ཐའེ་ཝན་དང། ནུབ་ཕྱོགས་ཡུལ་ཁག་ཏུ་རྒྱ་རིགས་ཀྱི་དགེ་འདུན་པ་མང་པོ་མཇལ་འཕྲད་བྱུང་བའི་ཁོངས་ནས། ཁོ་བོར་རྒྱའི་ནང་བསྟན་གྱི་ཕྱག་སྲོལ་ཐད་ལ་དང་བའི་སེམས་ཆེན་པོ་སྐྱེས་པར་གནང་མཁན་གཉིས་བྱུང་བ་ནི། བསམ་གཏན་སྒོམ་སྒྲུབ་ཀྱི་སློབ་དཔོན་ཆེན་མོ་ཧྲེང་ཡན་དང། རྒྱའི་གནས་བརྟན་འདུལ་བ་འཛིན་པ་ཆེན་པོ་ཏའོ་ཧེ་ཡིན། ཁོང་རྣམ་པ་གཉིས་ལ་བོད་དང་རྒྱ་ནག་གི་ནང་བསྟན་ཆོས་བརྒྱུད་སྐོར་བགྲོ་གླེང་ཞུ་རྒྱུའི་གོ་སྐབས་བྱུང་ཞིང། སྔ་མ་དང་མཉམ་དུ་གྲོང་ཁྱེར་ནིའུ་ཡོག་ནང་དུ་ཡང་མཇལ་མོལ་ཞུ་རྒྱུ་བྱུང། ངོས་རང་སློབ་དཔོན་ཏའོ་ཧེ་དང་མཉམ་དུ་ནང་པའི་གནས་ཆེན་རྒྱ་ནག་རེའུ་ཙན་ངར་བསྐྱོད་ནས་བོད་རྒྱ་གཉིས་ཀའི་ནང་པའི་རྩ་ཆེར་བརྩི་བའི་སློབ་དཔོན་ཀླུ་སྒྲུབ་ཀྱི་དབུ་མའི་བསྟན་བཅོས་གྲགས་ཅན་དེ་རྒྱ་སྐད་དང་བོད་སྐད། ལེགས་སྦྱར་སྐད་ནང་མཉམ་འདོན་བྱེད་པའི་རེ་བ་ཡང་བྱུང། སྤྱིར་ནས་ཀྱང་སྔོན་རྒྱ་རིག་གནས་སྐོར་བ་བརྒྱ་ལྷག་ཏུ་ནང་པའི་གསུང་རབ་དང་གདམས་པ་འཚོལ་བར་ཕེབས་པ་རྣམས་ཀྱི་ལྷག་བསམ་དང་ཞུམ་པ་མེད་པའི་སྙིང་སྟོབས་ལ་ངོས་རང་སྔ་ཙམ་ནས་ཡིད་སྨོན་ཆེན་པོ་ཡོད་པ་བརྗོད་མི་དགོས། དེ་ཡང་སྤྱི་ལོའི་དུས་རབས་བཞི་པའི་མཇུག་ཏུ་རྒྱ་གར་ལས་བྱོན་པའི་རྒྱའི་སློབ་དཔོན། ཧྥ་ཤན་ནས། དུས་རབས་བདུན་པའི་དུས་དབྱིལ་དུ་ཕེབས་པ་སློབ་དཔོན་གཞོན་གཙང་ངམ་ཐང་སན་གཙང། དེ་བཞིན་དུས་རབས་བདུན་པའི་མཇུག་ཏུ་བྱོན་པའི་སློབ་དཔོན་ཡིད་ཅིང་བཅས་རླབས་ཆེན་གྱི་རྒྱའི་དགེ་སློང་དེ་དག་གིས་དམ་པའི་ཆོས་ཀྱི་དོན་དུ་ཉེན་ཁར་མ་འཛེམས་པར་ཐམས་ཅད་བློས་གཏོང་མཛད་ཡོད། རྒྱའི་བཙུན་པ་འདི་དག་གི་ཁྱད་ཆོས་ངོ་མཚར་ཅན་ཞིག་ནི། ཁོ་ཚོས་རང་ཉིད་ཀྱི་འགྲུལ་བཞུད་མཛད་པའི་ལམ་ཡིག་ཞིབ་ཚགས་པོ་བཀོད་ཡོད་པ་དེ་ཡིན། གནས་སྐོར་བ་དེ་དག་གི་ཁོངས་ནས་བཙུན་པ་ཐང་སན་ཙན་གྱིས་མཛད་རྗེས་བླ་ན་མེད་པ་དེ་ལ་དེང་སང་འཛམ་གླིང་ཡོངས་ནས་ངོས་འཛིན་གདེང་འཇོག་ཚད་དུ་ཐོབ་ཡོད། ཁོང་གི་རྣམ་ཐར་གྱི་ཤུགས་རྐྱེན་ལ་བརྟེན་ནས་རྒྱ་ནག་གི་སྲོལ་རྒྱུན་རྩོམ་རིག་ནང་སྐད་གྲགས་ཡོད་པའི་སྤྲེལ་རྒྱལ་རྫུ་འཕྲུལ་ཅན་དང་འབྲེལ་བའི་གཏམ་རྒྱུད་དེ་བྱུང་བ་རེད། ཐང་སན་ཚང་རྒྱ་གར་ནས་ཕྱིར་ལོག་རྗེས་ཐང་གོང་མའི་ཆེད་དུ་བྲིས་པའི་ནུབ་ཁུལ་འགྲིམ་པའི་ལམ་ཡིག་ཞིབ་རྒྱས་ཡོད་པའི་དྲིས་ལན། རྒྱ་གར་འཕགས་པའི་ཡུལ་གྱི་ཆོས་འབྱུང་ལོ་རྒྱུས་དང་སངས་རྒྱས་ཀྱི་གནམ་ཐང་དང་འབྲེལ་བའི་གནས་ཆེན་མང་པོ་ཕྱིས་སུ་ངོས་འཛིན་ཐུབ་པ་བྱུང་བ་དཔེར་ན། པས་ན་ལེནྡྲ་ལྟ་བུ་ཡིན་ཞིང། དེང་སང་འཛམ་གླིང་ཁྱོན་གྱི་ནང་པ་དད་ལྡན་པ་ས་ཡ་མང་པོས་གནས་ཆེན་འདི་ཚུར་གནས་སྐོར་དང་ཕྱག་མཆོད་ཞུ་ཐུབ་པ་བྱུང་ཡོད་དེ། དེ་སྔོན་ནས་གནའ་བོའི་རྒྱ་ནག་རྒྱལ་ཁབ་དང་དེའི་མི་དམངས་ལ་ཡ་གུས་རྩེ་ཆེན་པོ་ཞུ་མཁན་ཞིག་ཡིན།